སྤྱི་འཐུས་དེ་ཨ་ནི་གོ་ཡས་མི་འདུག་ཞུས་དེ་མང་པོ་ད་གང་ལྟར་མང་པོ་ཞུགས་ཅི་རོ་བོད་པ་སྤྱི་ཚོགས་ནང་ལོག་ལི་བཙན་བྱོལ་ནང་ལོག་ལི་ཡ་ཨ་འདས་ལི་ཡ་ད་སོ་སོའི་སེམས་བསམ་ཚུལ་འགྲོ་ཞུས་པ་ཡིན་ན་སྤྱི་སྟངས་ནི་འགྲོ་སྟངས་ཅིག་ལི་ཡ་ཏང་ཙོ་ཨ་རྒྱ་གར་གི་བཤད་ཚུལ་ལི་ཨ་འདྲི་བྱོས་གལ་སྲིད་ཁྱེད་རང་ད་ཁྱེད་རང་གི་གང་ལྟར་ཁང་པ་འགྲོ་རྩིས་པ་ནས་མི་གཞན་པ་ཅིག་གི་ཁང་པ་གལ་སྲིད་ཁྱེད་རང་ལི་ཐོག་འདུག་ན་ཨ་ནི་ཁྱེད་རང་ཕ་གིའི་མི་ཐོག་དེ་དང་འདྲ་འདྲ་བྱེད་ཡ་ལི་ཡ་ལམ་ཀ་གཉིས་ཡོད་རེད་ཟེར་བ། ཡང་ན་ཕའི་ཁང་པ་དེ་མ་གཏོར་ནས་སོ་སོ་དང་འདྲ་འདྲ་ལས་མ་གཏོར་བཞག་པས་ན་འདྲ་འདྲ་ཅིག་ཆགས་ཀྱི་འགྲོ་བ། དེ་མ་ཡིན་དེ་མ་ཡིན་པ་ཡིན་ན་སོ་སོ་ཡང་ཁང་པ་ཐོག་རྩ་གཅིག་གཉིས་ག་ཚོད་གྱག་པ་ཡིན་ན་ཁོ་དང་འདྲ་འདྲ་བཟོས་ནས་ཡང་གྱག་པ་ཡིན་ན་དེའི་ལམ་ཀ་ཅིག་འདྲ་འདྲ་ཆགས་ཡ་ལི་ཡ་ལམ་ཀ་ཅིག་འགྲོ་བ། ད་ལྟ་མང་པོ་བྱོས་ཅིག་བསམ་ཚུལ་ལ་ཡང་ཨ་ནི་སྤྱི་འཐུས་ཡོད་ཨ་མདའ་ཆོས་བརྒྱུད་ཀྱི་སྤྱི་འཐུས་དེ། གོ་ཨེ་མི་འདུག་ཞུས་བསྡད་དེ་ཨ་མདའ་དཔེ་དང་པོ་འགྲོ་ཆགས་འདུག་གི་འདུག་ཨ། མི་ལ་ཡ། ཕ་གི་ཁང་པ་སོ་སོ་ལས་ཐོག་ཡོད་པ་དེ་མ་གཏོར་ནས་སོ་སོ་འདྲ་འདྲ་ལ་བཟོས་བསྡད་དེ་ཆགས་འདུག་གི་འདུག་བྱས་ཙང་ངེད་ཀྱི་བསམ་ཚུལ་ཞུས་པ་ནི་འདི་མ་ཡིན་པ་བྱས། ཨ་སོ་སོ་གི་ལ་ཡ། ཁང་པ་ཐོག་ཚར་གཅིག་གཉིས་བརྒྱབ་པའི་ཐོག་ནས་ཨ་ནི་འདྲ་འདྲ་བྱེད་ཁར་འགྲོ་བ་ཡིན་ན། འདི་གྲགས་མ་རེད་བསམ་བསམ་འདྲ་བྱེད་ཡོང་གི་འདུག་ཨ། ད་འདི་ག་འདྲས་སུ་ཡོང་གི་རེད་བས་ཞུས་པ་ཡིན་ན། ཨ་མདའ་སྤྱི་འཐུས་ནང་ལོགས་ལ་ཡ། ཨ་མདའ་དེ་ཆོས་རྒྱུད་སྤྱི་འཐུས་ནང་ལོགས་ལ་ཡ། ཨ་ནི། ཨ་མདའ་མང་པོ་ཅིག་གིས་ད་ག་རང་བཤད་དེ་གྱོད་ར་ཁོང་ཚོ་ལ་ཡ་ཡོད་ཀྱི་ཐོབ་ཐང་གཉིས་འདུག་ཞུ་དེ་རེད་དེ། ཨ་ནི་སོ་སོ་འདུག་སྟ་དེ་དུས་ཙམ་པ་ལ་ཡ་དེ་ཡོད་ཀྱི་ཐོབ་ཐང་གཉིས་དེ་ང་ཚོ་ལས་ཡོད་རེད་བསམ་གྱི་འདུག་ཡོད་གུག་རེད་བསམ་གྱི་འདུག་འགྲོ་སྟངས་ཞུ་བས་ན་གར་ཆེན་ཞུ་བས་ན། ཨ་ནི་ཆོས་རྒྱུད་ཀྱི་སྤྱི་འཐུས་ནང་ལོགས་ལ་ཡ། ད། མི་རྒྱབ། ཆོས་པ་མ་ཡིན་པ། མི་སྐྱ་ཡིན་ན་ཡར་བྱང་ཆོག་གི་འདུག་བ། ཏིང་ངེ་མ་གིས་ལོ་རྒྱུས་ནང་ལོ་ལེགས་མང་པོ་བྱང་འདུག་བ། བྱས་ཙང་བྱང་ཆོག་གི་ཡོད་པ་ཡིན་ན། ཨ་ནི་ཡར་མི་སྐྱ་ལ་ཡར་ཡོད་ཡོད་ཤོག་གླུ་འོད་ཀྱི་དབང་ཚད་དེ་རང་བཞིན་གྱིས་གོ་བགོ་རུ་བ་ད། འདི་བྱས་ཙང་ང་ཚོ་དབང་ཚད་འདི་ང་རང་ཚོ་གི། ལེན་པའི་ཐོག་ནས་ང་ཚོ་ལས་དབང་བཙལ་ཏེ་གོ་གི་འདུག་ཞུས་པའི་ཐོག་ནས་ཡང་ན་ཁྲིམས་ལ་སྐྱབས་བཅོལ་ཞུ་གི་ཡོད་པ་ན་འདྲ་ཡང་ན་ཁྲིམས་ནང་ལོགས་ལ་ཡར་བལྟ་ནས་དེ་ང་ཚོ་ལས་རང་བཞིན་གྱིས་རག་གི་ཡོད་པ་བཅས་ཡོང་མ་སྲིད་པ་མ་རེད་བ། དེ་ཁྲིམས་དེ་མ་ཡག་པོ་ཅིག་མ་དེ་ནས་བལྟ་བ་ཡིན་ན། དེ་འདྲའི་འདི་བརྩམས་པ་ལས་ཨ་ནི་གལ་སྲིད་ང་ཚོ་ཡར་ཡོད་དེ་ང་ང་རང་འཇམ་ཙམ་མཁྱེན་བརྩེ་བ་དྲོ་ཆགས་དེ་གི་ཐོག་ཁ་སང་ངེད་ཀྱི་ཡར་ཨ་ནི་གུ་ག་ནང་ལོགས་ལ་ཡར་གཅིག་གཟིགས་ནས་གང་ལྟར་ལུང་པ་དམངས་གཙོ་གི་ལུང་པ་དེ་འདྲའི་ག་འདྲའི་ཞིག་ཏུ་བས། དེ་ལ་ཡང་ཨ་ནི་ཡུལ་ཤོག་ནང་ལོག་ལངས་ཆོག་པ་བཅས་ཡུལ་ཤོག་བླུག་མ་ཆོག་པ་དེ་འདྲའི་ལུང་པ་ག་རེ་འདུག་བས་སྟག་དེ་དུས་རྩམ་པ་ལས་ལུང་པ་ཕལ་ཆེར་མི་འདུག་ད་མང་པོ་ཞུ་ཅིག་སྟག་ག་མིག་གི་གནོད་ཤུགས་ཡོད་པའི་ལུང་པ་དེ་འདྲ་གཅིག་གཉིས་བཅས་ལ་ཡང་ག་རེ་ས་དེ་ལ་གང་ལྟར། དམངས་གཙོ་ཡིན་པ་གང་ཤེས་ཅིག་ལ་ཡང་མང་སྐུ་ཞབས་པའི་གི་དམངས་གཙོ་དེ་འདྲའི་གི་ཚིག་དེ་འདྲའི་ག་ཤེས་ཅིག་ག་རེ་ཤོད་འདུག་ད་མང་པོ་ཅིག Directed ཀ Democracy རེད་མང་པོ་ཅིག Democracy གི་དུག་ཆག་དེ་འདྲ་ཀན་ཀན་ཅིག་དཔེ་སྟོན་ལེགས་འདུག་རོ། བྱས་ཙང་དེ་འདྲའི་དམངས་གཙོ་ད་ཕལ་ཆེར་འཛམ་བུ་གླིང་ནང་ཡོད་ཀྱི་མ་རེད། ཡུལ་ཤུལ་ནང་ལོགས་ལ་ཡར་ལངས་ཆོག་པ་བཅས་ཡིན་ན་ཡང་ཡུལ་ཤུལ་ནང་ལོགས་ལ་ལུག་མ་ཆོད་པའི་སྟེང་ང་ཚོ་དཔེ་མཚོན་ཞུས་པའི་ནང་ག་དུས་ནས་ལྟེ་བ་ཆེ་ན་ངེད་ལ་ང་ཚོའི་དབང་ཚད་དེ་ལུག་ཆོད་པའི་ལུག་ཆོད་པའི་ཐོབ་ཐང་གུ་གུར་བ་དང་ང་རང་ཚོ་སྤྱི་བཏང་གི་འཛམ་བུ་གླིང་ཡོངས་རྫོགས་རེད་ང་རང་ཚོ་བོད་ཀྱི་སྐད་བཙན་བྱོལ་ནང་ལོགས་ལ་བོད་ཀྱི་དམངས་གཙོ་ལོ་ཡར་བཟི་བའི་ནས་ལོ་བཅོ་བརྒྱད་ཟིན་པ་ནང་ཁྱེད་ལ་ཡང་དང་ཤོས་དེའི་དབང་ཐོབ་ཐང་དེ་ལུའེ་ཀྱི་ཐོབ་ཐང་དེ་རག་གི་རེད་བ་ལོ་བཅོ་བརྒྱད་ཟིན་པ་ནང་ཁྱེད་སྤྱི་འཐུས་ནང་ལོགས་ལ་ཡང་བཞག་ཡས་ཡོད་མ་རེད་བ། ཡུལ་ཤོག་ནང་ལོགས་ལ་ཡ་ཞང་ཡ་ཡོད་མ་རེད་བ་སྲིད་སྐྱོང་ནང་ལོགས་ལ་ཤ་ཚང་ཞང་ཡ་ཡོད་མ་རེད་བ་ཁྱེད་རང་གི་གནས་ཚད་དེ་གླིག་གུག་རེད་ལོ་ཚད་དེ་གླིག་གུག་རེད་ཨ་འདི་ཞུ་གུ་ལི་ཡ་ནི་སྲིད་སྐྱོང་ནང་ལོགས་ལ་ཞང་ཞང་ཡ་ཡོད་རེད་དག་ན་ཤིན་ཅིག་ཚོགས་པ་གང་འདྲས་བྱིན་པ་ཡིན་ནས་ངས་ལི་ཡ་ཁྱེད་རང་ཚོགས་མི་ཆགས་གུག་རེད་བ་ཚོགས་མི་ཆགས་པ་བྱས་ཨ་འདི་བྱས་ནི་ཁྱེད་རང་ལི་ཡ་ནི་ཚོགས་མི་གི་ཡ་ཚོགས་གཙོ་ཆགས་ཡ་ལས་དབང་ཚད་ཅིག་ག་ལི་ག་ལི་ལི་ལི་གི་རེད་བ་ཨ་འདི་བོད་པའི་གི་སྒྲོམ་གཞི་ཡང་ད། འདིའི་ནང་ལོགས་ལ་ཡང། ཚོགས་མི་མ་རྩ་བ་མ་བཅའ་བ་བྱས་ཨ་ནི་ཚོགས་གཙོ་ཕྱག་གི་དབང་ཚད་དེ་སྤྲད་པ་དེ། དམངས་གཙོ་དངོས་གནས་ཀྱི་འདི་མཁྱེན་ཚ་བོ་ཅིག་རེད་བསམ་དགོས་འདི་ང་ཚོའི་བཅའ་ཁྲིམས་ནང་ལོགས་ལ་ཡང་མ་ཡག་པོ་བཅས་ནས་བཏབ་པ་ཡིན་ནའི། འདི་ང་ཚོའི་དབང་ཚད་དེ་ཡོད་ཀྱི་རེད་བསམ་དགོས་དེ་ཡོད་ཀྱི་རེད་བསམ་དགོས་ཨེ་ངས་གདེང་ཚོད་དེ་ག་རེ་ཅན་ཞུ་གི་ཡོད་བྱས་པས་ན། གལ་སྲིད་ཞང་ཡས་ཀྱི་ཐོབ་ཐང་དེ་ཡོད་པས་ན་ང་ཚོའི་ཀླུ་ཡས་ཀྱི་ཐོབ་ཐང་དེ་ཡིན་གཅིག་མིན་གཅིག་གོ་དགོས་ཀྱི་རེད་བ། ཨ་ནི་ཀླུ་ཡས་ཀྱི་ཐོབ་ཐང་ཡོད་པ་བྱས་ཞང་ཡས་ཐོབ་ཐང་མེད་ལ་ན་འདི་ཡིན་སྲིད་པ་རེད་འདི་སྤྱི་བཏང་གི་འགྲོ་སྟངས་གཅིག་ཡིན། ཡོད་རེད་བ། ཡིན་ན་ད་རེས་ང་ཚོའི་བཙན་བྱོལ་གྱི་སྤྱི་ཚོགས་འདི་ནང་ལོ་ལས་ཆོས་ལུགས་ཀྱི་འདི་ནང་ལོ་ལས་ཡ་ནི་མི་སྐྱ་པ་གཅིག་ནི་བྱ་ངན་གྱི་ཐོབ་ཐང་ཡོད་པ་བྱས་བླུ་བའི་ཐོབ་ཐང་མེད་པ་འདི་དམངས་ཚོགས་ཀྱི་འགྲོ་སྟངས་ག་འདྲས་བྱས་ནས་འགྲིག་གི་མེད་པ་ཅིག་འདི་དམར་ཤོག་གི་ལྟ་བ་འགྲོ་ཆེད་གང་ལྟར་ལག་ངན་འདི་ལངས་ཆོག་པ་བྱས་གང་ལྟར་ནུས་ཤུགས་གཅིག་གིས་ལངས་བཅུ་བས་ཡོང་སྲིད་བ་རེད་བ། ཡོད་ཤོས་བླུ་བའི་ཐོབ་ཐང་མེད་བླུ་ད་འདི་ངལ་གྱི་དམངས་གཙོ་ཡང་དག་པོ་བྱས་རེས་གསང་མི་འདུག་བྱས་ཙང་འདས་ལ་ཡ་ནི་སྒྲིག་གཞི་བསྐྱར་བཅོས་གནང་རྒྱུ་ཡོད་པའི་ན་དྲ་ཁྲིམས་ཀྱི་ཕ་གི་ང་ཚོའི་བཅའ་ཁྲིམས་ནང་ལོགས་ལ་ཡང་གཟིགས་ནས་ཡང་ང་ཚོ་ལ་ཆ་རྐྱེན་ཅིག་རང་བཞིན་གྱིས་ང་ཚོས་དོ་སྣང་མ་བྱས་པ་མ་གཏོགས་ཅི་གི། ངས་ཀྱི་ད་ག་ས་ཅིག་ལྟ་དེ་དུས་བསམ་པ་ལ་ཡང། ཆོས་ལུགས་གང་དང་གང་འདྲའི་ཡིན་པ་རེད་མ་གཏོགས་ཅི་གི་མི་སྐྱ་དང་སྐྱ་བ་ཟེར་མཁན་ངས་ཚོར་སྣང་བྱུང་མ་ཟེར་བ། ཆོལ་ཁ་ཆོས་ལུགས་མི་ཚང་མ་སྒེར་རེ་ལ་ཡང་ཆོལ་ཁ་ཆོས་ལུགས་ཅིག་ཡོད་རེད་བ། འདི་ཅག་ང་དྲོ་བྱས་ན་ང་རང་ང་རང་སྒེར་གྱི་ཆོས་ལུགས་བརྗོད་རེད་འདི་ལ་ཨ་ནི་ཡིན། འདིའི་ནང་ལོགས་ལས་ང་ལ་ཞང་ཡལ་གྱི་དབང་ཚད་ཐོབ་ཐང་ཡོད་པ་ནང་བཤད་ཅིག་གི། འདི་ཡོད་ནས་མེད་ནས་གང་འདྲ་བསླུ་བའི་གི་ཐོབ་ཐང་འདི་ངེད་ལ་གུ་གུར་བ་བྱས་ཙང་འདི་ཡིན་ཅིག་མིན་ཅིག་ཅིག་ཟིན་ནས་ཨ་ནི་འདས་ལ་འགྲིག་པར་བྱས་ན་ཨ་ནི་སྤྱི་ཚོགས་ནང་གི་རྙོག་དྲ་ཆེན་པོ་ཅིག་སངས་འགྲོ་ས་རེད་བསམ་གི་འདུག་ར་བྱས་ཙང་ཨ་ནི་ང་ཚོ་ཁྲིམས་འདི་གང་ལྟར་ང་ཚོ་གྲོས་ཚོགས་ནང་ལོགས་ལས་ཡང་ཁྲིམས་བཟོ་བ་ཚང་མ་འདི་ག་ལ་ཡོད་ཅིག་ཟིན་གནང་རོགས་གནང་ར་ཨ་ནི་སྤྱི་ཚོགས་ཨ་འདི་ལྷག་པར་དུ་ཨ་ནི་ཁྲིམས་ཀྱི་བསྐྱར་བཅོས་ཞུ་གུ་གུ་མེད་པས་ན་ཨ་ནི་ང་ཚོ་ཡོད་དུ་དགེ་མཚན་ཡོད་རེད་འདི་གི་གང་ལྟར་ཨ་ནི་ང་ཚོས་བཅའ་ཁྲིམས་ཀྱི་དོན་ཚན་ག་རེ་གིས་ཨ་ནི་གང་ལྟར་ལངས་ཆོག་གི་ཡོད་པ་ཅིག་དང་ཡང་ལངས་ཆོག་པ་ལངས་ཆོག་པ་ད་ག་རང་ཨ་བཅའ་ཁྲིམས་ཀྱི་དོན་ཚན་ག་འདྲེས་ཀྱིས་ཨ་ནི་ཁོ་ཡུལ་ཤོག་ནང་ལོར་མཉམ་ཞུགས་བླུ་འོས་ཀྱི་མཉམ་ཞུགས་དེ་བྱེད་ཆོག་གི་མེད་པ་དེ་དེ་ག་འདྲེས་སུ་དེ་ཡོད་དུ་འགན་འཛིན་གྱི་ཕ་ཟིས་ནས་གང་ལྟར་བསྐྱར་གསོ་བྱེད་མི་དགོས་བ་ཀྱི་དབང་ཚད་དེ་ངང་དུ་མི་དམངས་ལ་ཡར་གསལ་བཤད་གནང་གུག་རེད་བསམ་གི་འདུག་ར་བ། བདག་རང་ཡིན་མཐུ་ཕྱིན་ལ་ཏིང་ངེ་གིས་ཞུ་དགོས་ཏེ་གང་ལྟར་ཆོས་འཁོར་ཆོས་ལུགས་དབྱེ་བ་མེད་པའི་ཐོག་ནས། གང་ལྟར་སོ་སོ་སྒེར་གྱི་བསམ་ཚུལ་ཅིག་བོད་པའི་གི་བཙན་བྱོལ་གྱི་སྤྱི་ཚོགས་ནང་ལོགས་ལ་ཡང་རྙོག་དྲ་ཆེན་པོ་ཅིག་བསགས་ངེས་ལ་ཡ། འདི་ངའི་བསམ་ཚུལ་ཙམ་ཡིན་ལགས་སོ་མཐུ་ཕྱིན་ན་འདི་དང་འདི་འདྲ་བའི་ཀ་ནི་དཔལ་འབྱོར་རེད་དག་ནང་བཞིན་གྱི་སྤྱི་བཏང་གི་སྤྱི་ཚོགས་ཀྱི་ནང་ལོགས་ལ་ཡ་ཆབ་སྲིད་ཀྱི་རྙོག་དྲ་རེད་ད་ཆབ་སྲིད་དེ་རྒྱ་ཆེ་མ་གཏོགས་ཆབ་སྲིད་ཕྱི་འབྱོར་སྤྱི་ཚོགས་ནང་ལ་འཛུལ་ད་ནི་དཀའ་ངལ་ཆེན་པོ་རེད་དོ། སྤྱན་བཟང་དག་རང་གྲོལ་བྱིན་ཡིན་ལགས་སོ་ཐུགས་རྗེ་ཆེ་བཀའ་དྲིན་ཆེ་ཨ་ནི་བསྐྱར་དུ་བརྗོད་ཡོད་ཡིན་ད་ལགས་སོ།